བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་གོ་སྟོན་གྱི་ཆེད་དུ་དགའ་ལྡན་བྱང་རྩེ་གྲྭ་ཚང་གིས་རྗེ་རིན་པོ་ཆེའི་སྐུ་བརྙན་ཧྥེད་སུམ་ཅུ་སོ་ལྔ་ཆེ་བ་གཅིག་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་བརྙན་ཧྥེད་ཉི་ཤུ་རྩེ་ལྔ་ཆེ་བ་གཉིས་ཀྱི་སྲོག་ཤིང་དང་གཟུངས་རྣམས་དེ་རིང་སྤྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་བདུན་ཉིན་དགུ་མང་གྲྭ་ཚང་གི་ཕོ་བྲང་དུ་དགོངས་པ་མཆོག་ནས་ར་གནས་སོགས་བསྩལ་གནང་ཡོད་པ་དང་གནད་དོན་འདིའི་ཐད་ལ་འདི་གའི་གསར་འགོད་པས་འབྲེལ་ཡོད་མི་སྣར་བཅར་འདྲི་ཞུས་པར། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་ལོ་དགུ་བཅུ་ཕེབས་ཚང་དགུ་བདུན་གྱི་ཆེད་དུ་སྐུ་ཚེ་ཚེ་དྲུག་གི་བྱམས་མགོན་བླ་མ་གཙོ་མཁར་འབབ་ཆེན་པོའི་གདན་ས ྋགང་ལྡན་རྣམ་པར་རྒྱལ་བའི་གླིང་གི་ཡ་གྱལ་བྱང་རྩེ་ཐོས་བསམ་ནོར་ལུང་གྲྭ་ཚང་གི་སློབ་གླིང་ཁང་གི་དབུ་རྩེ་ལ་ཡང་བྱམས་མགོན་བླ་མ་གཙོ་མཁར་འབབ་ཆེན་པོའི་སྐུ་བྱད་ཚེམས་མཛེས་མའི་སྐུ་ཕི་ཁྲི་སུམ་ཅུ་སོ་ལྔ་ཆེ་ཡང་སྙན་སྒྲོན་གཞན་ཡང་གི། འདུག་སྙན་བཟང་ཞུས་ནས་དེ་ཞལ་བཞེས་ཐོབ། དེ་ནས་དེ་སྦྱིན་བདག་ཞུ་ངེས་ཏེ། ང་ཚོ་གྲྭ་ཚང་གི་ཚེ་སྒྲོན་རིན་པོ་ཆེ་ཟེར་མཁན་ཆོས་རེད། དེ་གི་སྦྱིན་བདག་གནང་བ་རེད། དེ་བར་བརྒལ་ལ་ཡ། ྋགོང་ས ྋསྐྱབས་མགོན་ཆེན་པོ་སྐུ་མགྲོན་བཅུ་བཞི་པ་ཆེན་པོའི་སྐུ་བརྙན། ཕུད་དཀྲིས་ཉི་ཤུ་རྩེ་ལྔ་བཅས་དེ་ཡས་ཟླ་རེའི་དགུ་སྟོན་གྱི་དང་སྦྲགས་ནས་སྐུ་ཚེ་ཚེ་སྒྲུབ་ཀྱི་ཆེད་དུ་བཞེངས་པ་དེ་རེད། དེ་ཡིན་ཙང། རྗེ་རིན་པོ་ཆེའི་སྐུའི་ནང་ལ་ཡང་གཟུངས་སྐུ་འབུམ་གཅིག་བཅས་རྒྱལ་བ་རིན་པོ་ཆེ་གི་སྐུ་དེ་ལ་ཡང་འབུམ་གཅིག་བཅས་ཡོད་རེད་དེ་ཡིན་ཙང་དེ་གང་ག་ད་ལོ་དགུ་བདུན་གྱི་སྐུ་ཚེ་ཚེ་དྲུག་གི་ཆེད་དུ་བཞེངས་བཞག་པ་རེད། ཤིང་དེ་ཕལ་ཆེར་ལོ་ལྔ་དྲུག་གོང་ནས་ཤིང་སྐམ་གོང་གི་ཡོད་དུས་གང་ལ་ཡང་ཤིང་སྡོང་ཆེན་པོ་གཅིག་བཅས་དེ་ལས་ད་སྐུ་གསུང་ལོ་ཕུད་དུས་གང་ལ་དང་པོ་ནས་ཤར་རྟགས་དང། རྟགས་ཕྱོགས་ཞིག་གི་རྟགས་བརྒྱབ་དགོས་པར་དེ་སུ་གང་ང་རྟགས་བརྒྱབ་བྱས་ཏེ་བྱས་ཡོད། འདི་རིང་ཚེ་བི་ཀྲི་སུམ་ཅུ་སོ་ལྔ་བཟོས་ཡོད་དེ་ཡིན་ནའི་སྐུ་ནང་ལ་ཡང་བི་ཀྲི་སུམ་ཅུ་སོ་བཞི་ཅིག་དེ་བྱས་ཡོད། སྐུ་མདུན་གྱི་ཟླ་ཟླ་སྐུ་བརྙན་དེ་ལ་ཡང། རིང་བརྩེ། སྐུ། བྷི་དྲི་ཉི་ཤུ་རྩེ་ལྔ་ཡིན་ཙང་དེ་ལས་ཡག། རིང་བརྩེ། བྷི་དྲི་བཅུ་བདུན་འདུག་ཟེར་ཡོད་རེད། ཡང་འདི་དང་ཕྱོགས་སུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལྷོ་ཕྱོགས་མོན་གྷོར་དུ་ཆིབས་བསྒྱུར་བསྐྱར་གནང་མཛད་ནས་སྤྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་དྲུག་ཉིན་ནས་མི་མང་ལ་མཇལ་ཁ་བསྩལ་གནང་མཛད་ཡོད་པ་དང། མི་དམངས་ཚོས་མཇལ་ཁ་ཞུ་ཕྱོགས་དང་འབྲེལ་བའི་གཞུང་འབྲེལ་གྱི་གསལ་བསྒྲགས་སྤེལ་ཡོད་ན་ཡང་འདི་གའི་གསར་འགོད་པས་མི་མང་ཁྲོད་དུ་མཇལ་ཁ་ཞུ་ཕྱོགས་དང་འབྲེལ་བའི་སྐོར་དོགས་འདྲི་ཡོད་མེད་རྩད་ཞིབ་བྱས་པར་མི་དམངས་ཁག་ཅིག་ལ་དཀའ་ངལ་འཕྲད་བཞིན་ཡོད་དུས་གསར་འགོད་པས་གནད་དོན་འདིའི་ཐད་ལ་ལྷོ་སྤྱི་ཚོགས་ལ་ཡང་བསྐྱར་བཅར་འདྲི་ཞུས་པར། ཁེ་བཟང་སྤྱི་ཟླ་བཅུ་གཉིས་ཀྱི་ཟླ་བ་འདིའི་ཚེས་དྲུག་ལ་ཡང་གསལ་བསྒྲགས་གཅིག་ཨ་ནི་གསལ་བོ་ཞུ་བཞིན་སྤེལ་ཡོད་རེད། དེའི་ནང་ལོགས་ལ་དེ་རིང་སྐྱབས་མགོན་རིན་པོ་ཆེ་ས་གནས་མོན་གྷོ་ལ་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་ཡས་ཀྱི་གནས་སྟངས་ཅིག་ཡོད་པ་ཡིན་འདུག་ག་ལ་འདིའི་སྐབས་ལ་ཡང་མང་ཇའི་རྩད་གནང་ཡས་ཡིན་པ། མང་ཆེ་བརྩད་གནང་པའི་སྐབས་དེ་ལ་ཡང་ཕྱི་རྒྱལ་ནས་ཕེབས་མཁན་ཚོ་ལ PAP ངེས་པར་དུ་དགོས་ཀྱི་ཡོད་པ། དེ་ནས PAP ཞུ་ཡག་དང་དེ་གའི་རིགས་འདི་ད་ལྟ་ཁེ་བཟང་སེ་ད་འདི་ནང་ལ་ཞིབ་ཕྲ་གསལ་ཡོད་རེད་ཟེར་ཞུ་ཡིན། ཡང་གཅིག་གིས་མ་ཁེངས་པ་དང་དེ་འདྲའི་རིགས་ཡོད་ན་ཡང་འདི་སེ་ད་དང་དགོངས་ཞུ་དེ་གའི་ང་ཚོ་འདུག་དེ་ནས་ཕུལ་ཆོག་གི་རེད་ཟེར་ཡིན། ད་དེ་ནས་གཞིས་ཆགས་ལ་ཡང་གཞིས་ཆགས་ཆེན་པོ་ལྷོ་ཕྱོགས་གཞིས་ཆགས་ཆེན་པོ་ལྔ་རྫོང་གསུམ་ན་ཡོད་པའི་དེ་ལ་ཡང་ཕེབས་ཡོད་འདུག་ག་ལ། གཞིས་ཆགས་ནང་ལ་ཡང་ད་རིམ་པས་ཁ་སང་དགུང་ལོ་དྲུག་ཅུ་ཡན་འདབ་ཨ་ནེ་ད་ལོ་བལ་སྐུ་བའི་ཆིག་རྒྱུན་གནང་བའི་སྐབས་ལ་སྤྱི་ཟླ་དང་པོའི་ཚེས་ལྔ་ནས་སྤྱི་ཟླ་གཉིས་པའི་གི་ཚེས་བཅོ་བརྒྱད་བར་དུ་བཞུགས་ཤག་མཛད་པ་ཡིན་ཙང་དེའི་རིང་ལ་དགུང་ལོ་དྲུག་ཅུ་གི་ཡན་འདབ་ཨ་ནེ་མཇལ་ཁ་མ་ཐོབ་པར་བྱེར་བ། ཁོང་ཚོ་དང་ཨ་ནེ་ནད་པ་དབང་པོ་སྐྱོན་ཅན་དེའི་ནང་ལ་ཡང་མ་ཚུད་པ་དང་མ་ཐོབ་པ་དེ་འདྲ་བྱུང་ཡོད་པ་ཡིན་ན་ཁོང་ཚོ་ལ་སླར་ཡང་གོ་སྐབས་གནང་གི་ཡོད་པ་གཅིག་བྱས་ཨ་ནེ་དགུང་ལོ་ལྔ་བཅུ་ནས་ལྔ་བཅུ་ང་དགུ། ད་ནང་བཞིན་ཀྱང་ནད་པ་དབང་པོ་སྐྱོན་ཅན་ཡང་དེ་ནང་ལ་ཡང་དེ་འདྲ་ཡོད་པ་ཡིན་ན་དེ་གས་དེ་ལ་ཡང་གོ་སྐབས་བཀའ་དྲིན་བསྩལ་གནང་ཡ་ཡིན་པས་ཀྱི་ནས་དང་དུ་ཟེར་ཞུ་བས། གཞིས་རྩེའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ལྷོ་ཕྱོགས་དགུ་མ་གྲྭ་ཚང་གི་ཕོ་བྲང་ནང་དུ། གཞིས་ཆགས་ཁག་གི་བོད་མི་གཙོ་བོ་གཙོས་པའི་ཕྱི་རྒྱལ་གནས་བཞུགས་བོད་མི་དང་ཧི་མ་ར་ཡ། རྒྱ་གར། གནད་ཡོད་མི་སྣ། ཕྱི་རྒྱལ། སོག་པོ་བཅས་ནས་ཆེད་བཅར་ཞུས་པའི་མི་མང་རྣམས་ལ་མཇལ་ཁ་བསྩལ་གནང་མཛད་བཞིན་ཡོད་པ་རེད། བོད་ཀྱི་རླུང་འཕྲིན་གྱི་གསར་འགོད་པ་བསྟན་འཛིན་དབང་འདུས་ཡིན།